ཡ། རྣམ་པ་ལྷན་སྐྱེས་སོ་ཚང་མ་བཀྲ་ཤིས་བདེ་ལགས། ད་ལྟ་གི་དངུལ་གཞུང་གི་གཏམ་རྒྱུད་རྩི་མེད་ར་བྱ་རྒྱུ་འགོ་འཛིན་རྒྱུའི་ད་རེད། ད་འདི་དངུལ་གཞུང་གི་གཏམ་རྒྱུད་དུས་མྱང་ཡིན་ན། ཕྱི་ལོག་གི་གནོད་པ་ལས་བྱུང་བའི་ཁྱིམ་ཚང་ཞིག་གི་ལོ་རྒྱུས་ཟེར་རྒྱུའི་དུས་མི་གི་དངུལ་གཞུང་ཏག་ཏག་ཟེར་ཡིན་ནའི་གཏམ་རྒྱུད་རྩི་རེད། ད་ལྟ་གི་འདི་ལོ་ཡིན་ན་གཅིག་འགོར་སོང་ཡིན་ནའི་དུས་མི་ཟེར་རེད། དེ་ནས་ད་འདི་གཏམ་རྒྱུད་དུ་ཡིན་ན། བཞག་ཡས་ཉིད་ཀྱི་ལོ་རྒྱུས་ཟེར་རེད་ད་ལྟ་གི་བཞག་ཡས་ཉིད་ཀྱི་ལོ་རྒྱུས་ཀྱི་ཐོག་ནས་མ་རེད་ད་གི་ཆུ་འགོ་བཟང་ནས་བཞག་རྒྱུ་དེ་ཡིན་ན། ད་འདི་ནང་བཞི་མོ་ཟིག་ཧ་ཆང་ཆང་ཟིག་ཡོག་གི་ད་ད་འདི་བཞི་མོ་དེ། དང་མོ་ཕར་ཆེར་ལོ་ལྔ་དྲུག་ཟིག་རེད་དང་མོ་ཅིག་ས་དུ་མུ་ཅིག་ཧ་གོ་དུས་ན། ལྟ་མོ་སྒོམ་པ་གཟུགས་ཀྱི་ནང་ན། ཨ་ཁུ་གཟུགས་ཀ་ལོ་ལོ་འཛུག་གི་མོ་བདག་ཡིན་ནི་བདག་འདོག་གི། ཨ་ཁུ་དེ་ཡིན་ན། མགོ་སོ་ཀ་རུ་ལོག་སྡོད་ནས་སྒོ་ཕྱི་ཁྱིམ་དུ་སོ་ཡ་ར་མ་ར་འཇོག་དགོས་ན་ཡིག་སྐྲན་བཟུང་ནི་སོང་གི་མ་བདེ་དེ་མ་ནི་དེ་མིག་ཨ་ཁུ་ཟི་རེད། དེ་ནས་ལྟ་མོ་དེ་ཨ་ཁུ་དེ་བརྩི་བའི་བདག་དེ་ནི་ད་དུ་ཡིན་ནི། ད་ལྟ་གི་མོའི་དྲང་འགྱོག་དེ་བཞིན་ཆས་གཟུགས་མ་འགོར་ཐག

ལྟ་མོ་ཏི་ནང་ཨ་བཞག་དང་ཐ་དད། ཏི་ནང་ན། བཞི་ལོ་ཟི་ག་ཆུང་ཆུང་ཟི་ཡོག་གི། ད་ལྟའི་བཞི་ལོ་ཏི་ཡིན་ན། མུ་ཆུང་ཟི་རེད་ད་ཧར་ཆེར། ལོ་གཉིས་ཟི་གི་མུ་ཆུང་ཟི་རེད་བསམ་ཀྱག་གི་ཏི་མི་གི། ད་བཞི་ལོ་ཟི་ག་ཆུང་ཆུང་ཟི་ག་སྙང་རྗེ་ཟི་ཡོག་གི་ད། ཏི་ནི། ད་མོ་ཧར་ར་ཏེ་སྐྱག་ནི་བཟུང་ནི་ད། ད་ཁོང་གཉིས་ཀྱི་གཅིག། འགྱོ་ས་འདུག་ས་བོ་ཏི་གཅིག་འདྲར་ཟི་རེད་ད་ཏི་གི་ནུབ་མོ་ཡིན་ན་ར། ད་ལྟའི་བཞི་ལོ་ཏི་ཁོང་གཉིས་ཀ། ཏི་ཅག་གང་ཏི་ནང་ནི།

བློ་དཀྲུགས། དེ་མི་ཟེར་ཡིན། ད་གཞི་ལ་དུ་བློ་བཞི། དེ་མི་ཟེར་ཡ་འཛི་མ་རེད་དེ་མི་ཟེར། དེ་ནས་ད་དེ་གཞི་ལ་དུ་ཡིན། ཀྱག་ཀྱག་གི་ད་གཞི་ལ་ཉང་གི་གཞི་ལ་སེམས་ཤིག། དེ་གི་ད་དེ་གཞི་ལ་གི་ཁ་འདྲ་བ་ར་ཉན་ནི། ད་མོ་ཅིག་ཨ་ཆེ་རྫི་ནི་ད་ཁོར་ཚིག་གི་འདུག་ནི། དེ་མི་ཟེར། ད་དགུན་ཁ་ཁོང་གཉིས་ཀ་ཉག་ན་ར་ད་རི་མིན་ནི་ལྷན་ན་ཉག་གོ་ནི་རེད་ད་ཅིག་ཟ་གྱི་འཐུང་གྱི་རེད་ཡོད་ན་ར་ལྷན་ན་བཟོས་ནི་དེ་ཡིན་ནི་རེད། དེ་ནས་ད་ཁོང་གཉིས་ཀ་ཧ་མ་ཟས་རྗེས་སུ་ཧུ་ཀི། ད་ཅིག་ཁོང་གཉིས་ཧ་གོ་དུ་ས་དུ་ཤི་དུ་ནས་ན་ནི། སྨྲས་ཀི་ད་ཁོང་གཉིས་ཀས་ཧ་འོ་སེ་ནི་མ་འོ་སེ་ནི་ན་ནི། ཅང་མི་ཤིག། དེ་ནས་ད་སློབ་གྲྭའི་ནང་གི་བྱ་ཡིག་དེ་སུ་ཡིན་ན། ད་ཁོང་གཉིས་ཀ་ཅིག་མཚམས་མཚམས་མས། ད་ཧུ་རའི་ལྡོམ་བུ་གཉིས་ཀ་ད་ཧུ་རའི་ཁ་བརྡ་གཉིས་ཀ།

ད་ནི་ད་སློབ་ཁྲིད་གནང་སོང་ནི་ཁོང་ཆ་ཀ་ད་ཅིག་ཡ་ར་མ་ར་སོང་ན་ད་སྟེར་གི་འདུག་ན། ད་ཅིག་གཞའ་ཡི་མ་ཡི་ཆ་ཀི་ཧ་མ་ཏི་སོ་ད་ཁྱིམ་བདག་ཏི་སོ། ད་ཅིག་སྐོར་རྒྱག་ནས་ཡོང་ན་ད་ད་མུ་གི་སློབ་ཁྲིད་དགོས་ཁ་སོ། ད་ཅིག་ཧ་མ་རེ་ཐོན་འདོད་ན་ད་སྟེར་གི་ཙི་ཀི་ན་ད་གཞའ་ཡི་མ་འུ་ཧི་སྐྱི་ན་ད་ད་ཧ་ར། ཆ་ཀི་རུ་ཧ་ཏུ་སོ་བུའི་ནི་ད། ཏཱ་མུ་རི་ཁྱི་ཀི་ཨ་པ་ཐོན་ཐ་ཨ་མ་ཐོན་ཐ། དེ་མི་ཟེར་གོ་ནི་འདྲ་འདྲ། ཡང་མིན་ན་ཏཱ་མུ་རི་མུན་ན་ཁྱིམ་བདག་གཉིས་ཐོན་འདོག་གི། ཏུ་སི་ཨ་པ་རེ་སི་ཨ་མ་རེ་དེ་ནི་བཞག་ཡིག་ཆ་ཀི་ཡ་ར་མ་ར་བུའི་ནི་འདྲ་འདྲ་དེ་མི་ཡིན་ན། ཏུ་དུ་ད་ཁོང་གཉིས་ཀི་སེམས་འཛི་ག་ར། ཁོང་གཉིས་ཀི་ཅིག་ཨ་པ་རེ་མིན་ན་ཨ་མ་རེ་མིན་ན། ཅིག་དེ་མི་འདྲ་བསམ་ནི་ད། ད་ཅིག་མ་ར་སྟངས་ནི་འདྲ་དེ་མི་ཡིན་དུ། ཡང་དེ་ནང་གི་ད་ཅིག་བཞག་ཡིག་ཅིག་ཨེ་ཟི་ཞུ་པ་མ་རབས་སད་ཅིག་རྩིབ་སད་ཅང་པོ་དེ། ད་ཁྱེད་གཉིས་ཆི་ལ་ལྟ་གོ་ནི་ཁྱི་གཉིས་ཀ་སོ་གཅིག་ཨ་ཨ་པ་པན་ཟི་ཡོད་ནི་མ་རེད་ཨ་དུམ་བུ་གཉིས་ཀ་ཁ་ཏ་ཡ་གཉིས་ཀ་ཏི་མི་ཟེ་གི་ཏི་སྡུག་ད་སེམས་འདྲ་བོ་དཔེ་མི་སྡུག་གི་ཏི་ཡིན་ནི་ད་ལྟ་གི་དགེ་རྒན་ནི་རེ་བཤད་ཏི་ཡིན་ན་དགེ་རྒན་གི་ད་བཞག་ཡིས་ཏི་མི་ཟེ་གི་འདུག་ནི་ཁོང་གཉིས་ཀ་ཅི་གེ་ཟི་ཐུབ་ཚོད་ཡག་གི་འདུག་ནི་ཏི་སོ་ཁོང་གཉིས་བརྩེ་བས་ཁྱི་ཁྱི་རང་ནི་རྡུང་ཡི་རེད་ཡིན་འཇོག་གི། དུ་དུས་གཅིག་ཁོང་གཉིས་ཀྱི་སེམས་འཛིག་རྒས་འདྲ་ཟུག་ཐོབ་མགྱོགས། དེར་ཡིད་ཚིག་གི་ནི་ད་ཁོང་གཉིས་ཀ་ཅིག་བཟའ་རྒྱུ་འཐུང་རྒྱུ་གི་དཀའ་ངལ་འདྲ་བོ་མེད་གི། ད་སློབ་གྲྭའི་ད་ལྟའི་རྒྱ་གང་ན་བསྡད་དོ་ནི་དེ་ནས་ད་བཟའ་རྒྱུ་ཡོད་ནི་རེད་ཉལ་ས་དེ་དག་གི་དཀའ་ངལ་མེད་གི་ད་ནུབ་མོ་དེ་ནས་ཉལ་འཇོག་ནི་རེད། ཡིན་ན་ད་ཁོང་གཉིས་ཀྱི་ཅིག་སེམས

ཁོང་ཅག་གིས་རུ་ཁག་གི་དེ་བཞག་ཡིག་བྱ་བའི་ལག་ཡིན་ན་དང་དམངས་ཀྱི་ད་ཅི་གི་དེ་བཞག་ཡིག་ལ་ལ་གི་ལག་སོགས་ཡིན་ན་ཤེས་གི་དེ་མི་འཇུབ་ཅི་འདྲ་དེ་མི་རེ་མ་ཧག་གི་དམངས་ཨབ་ལི་གོང་ནི་ད་ད་ཅི་ཁོང་གཉིས་རིག་ས་སོ་ནི་བཟོས་དེར་གི་ན་ད་ཁོང་གཉིས་གིས་རང་ཧག་གི་དེ་ཟ་སམ་ནི་ད་ཧ་ར་དེ་དྲིས་ནི་ད་ད་མཚམས་མཚམས་མེད་ད་ཧག་གི་ཅིག་ད་ཅི་ཁོང་གཉིས་ག་ཅིག་སེ་ར་ཅི་གི་ཟི་བཞིན་ན་སམ་ནི་ད་ཅི་གཙང་ནི་འདྲ་ཡིག་རང་གི་བཞིན་ཁ་ར་མི་ཉན་གི་ད་ད་ཅི་གི་ཟི་གི་གཞིས་ཟི་གི་ད་ཁོང་གཉིས་ག་ར

ཚོས་གཞིས་སྔོན་པོ་རྒྱང་ཁག་དམའ་རུ་སེ་རུ་འདྲ་མི་འདྲ་ཡིན་ནི་ལུས་དང་བ་ནི་ད་ལྟ་གི་ཧ་ར་ཅིག་འབྲི་ས་ཟིག་གི་ངོ། ད་ལྟར་གྱི་ནི་ཅིག་སྣོག་ནི་འདྲ་བྲིས་ནི་འདྲ་ཡི་ཚིག་གི་ཁུར་ཁ་དེའི་ཚུར་འཕྲལ་དུ་དམའ་ར་འགོད་འབབ་ཐུབ་ནས། དེའི་མིག་གི་ད་རི་མོ་འབྲི་སྐྱག་གི་ཅིག། སྙི་གི་འདྲ་འདྲ་ད་ལྟའི་མིས་ཅིག་འབྲི་ས་འདྲ་འདྲ་དུ་ཅང་པོ་ཏོ་ཁོང་གཉིས་ལ་ཧ་ད་ལག་ལེན་འདྲ་བོ་གི་ཡོང་གི་འདུག་གི། ད་ནི་ད་ཁོང་གཉིས་ལ་ག་ཏི་མི་རེ་ཡོད་འདུག་ན། ད་གཞོན་པོ་འཇིབ་ཀྱི་འདྲ་འདྲ་ཏི་མི་རེ་བགྱིས་ནི་ཏི་ཡིན་ནོ། ད་ནི། ད་ཁོང་གཉིས་ཀྱི་ཕྱི་ར་ཡོང་ནི་ད། ད་ཏི་ཅག་རང་གི་སྒོ་སོ་ནི་ཁོང་གཉིས་ཀ་བདའ་འདུག་ད་གཞོན་པོ་འཇིབ་ཀྱི་ཁུ་རུ་རེ་ཤི་འབག་བྱས་ནི། ད་ཁོང་གཉིས་བཟོས་ན་གཅིག་གི་ཁ་ནང་འཇིབ་ནི་ད་ཡུར་ཟི་ག་འཇིབ་ནི། ད་ནི་ད་ཧ་ར་ཁ་གི།

ད་གི་དངོས་གཞི་ལེགས་སྐྱེས་ཟི་ཡིན་ད། ད་ཅིག་ངུ་ཁག་འདྲ་བ་ལང་དི་ཡིན། གཞི་ལ་དེ་མི་སྐྱག་སྐྱག་གི་སེམས་ཤིག། གཞི་ལ་སྙིང་རྗེ་ཟི་ཡིན། དེ་ནས་ད་དགུན་ཁ་སློབ་གྲྭ་དུ་སོར་དྲུག་ནས་བཞག་ཡུལ་དུ་ཆུ་བོ་སོ། གང་ས་གང་འུར་སོང་ད་རང་ཡུལ་ཀྱང་འུར་སོང་དི་རིང་ན་ཁོང་གཉིས་དེའི་སློབ་གྲྭའི་སྒོ་སོ་ཕྱི་ལོགས་སོ་རི་གི་ད་མ་ར་ཅིག་རྩེད་མོ་རྩེད་ནས་ནས་ན་ཉག་གི་ཉི་ག་སོང་དི་རིག་ཡིན། ད་ཅིག་སྟོང་ཁ་ད་དུ་སོ་ད་ཞང་ད་དུ་སོ་བཅའ་ད་ཧྲ་མིའི་ཞང་དུ་སོ་བཅའ་དི་ནི་ད་ཧྲ་མིའི་ནང་གི་ཧྲན་ཆིན་ཅང་པོ་དི།

ད་ཕྱིར་ཉིན་ཡང། ད་ཁོང་གཉིས་ཀ་ཁེ་རེ་ལོག་སོང་འདུག་ཁོམ་འདུག་ན། ད་ཁོང་གཉིས་ཀྱི་གཅིག་གི་ཧོང་བ་རེད་དམ་འབུ་ཁྱི་གཅིག་གི་རེད་མ་ར་ཁྱིར་སོང་ད་ནི། ད་མྱི་ཡི་ཟི་ག་གཅིག་བུ་རྣམས་ཉེར་དགོང་ཡི་ད་ད་དུས་ནང་ཨ། ད་ཡ་ར་ཧྲན་མ་ཆ་ག་ད་གྲངས་ཁ་བརྒྱབ་ན་ཁྲིགས་སེ་བཞི་ཞོག་ན་ཧྲན་མ་ཁྱི་མི་བཟོད་ན་དཔེར་ན་རྡོག་མ་སུམ་ཅུ་ཐམ་པ་ཡོག་ག་ཡིན་ན། ད་ཡ་ར།

དེ་ནས་མོ་ཧ་ར་ཞིག་སོང་ནས་དེ་ཡིན་ད། ཁ་རྩང་གི་ཉེས་ཆ་མ་ཁུར་དུ་མི་ཆུད་རྒྱུ་ཁོས་ལག་ཡ་ཆད་ད་ཟེར་གི། ཁུར་གི་ལག་ཧ་སོ་ཐ་ཡིན་ནི་ད། དེ་ཡི་དོག་གི་ད་ཁོང་གཉིས་ཀྱི་དུས་ཉེ་ཡིའུ་ཤུག་གི། དུས་ཐ་དི་ཁུར་གི་གློག་ནི་དེ་ཡིན་ནི་ནང་ནས། ཧྲན་མ། ཁ་རྩང་ཁོང་གཉིས་ཀྱིས་ཁུར་དུ་མི་ཆུད་རྒྱུ་ཁུར་གི་ལག་ཡ་ཆད་དོག་གི། དེ་ནས་མོ། དི་ད་ཨ་ཆེ་ཁྱིར་གི་བཟོས་བཞག་མོ་འབོག་གི་ནི་མི་རྒོ་ནོ་མི་ཤེས་ཡ་ད་རྫི་ནི་ནི་ད། དི་མ་རེ་ཨ་ཆེ་ཁྱོས་ཁ་ཡིའུ་མ་བཟོས་ཙི་གི་ཁུར་ཧ་གི། བཟའ་མོ་བསམ་གི། ཁོས་ཆུ་དང་ནང་ཞིག་ག་ད་གི་ཉིན་ལྷ་ནི་བཟའ་ཟེར་གི། དེ་ནས་ད་གང་ཉིད་ཀྱི་ད་ག་ཡིས་ཁ་ཡིས་ནི་ད་གཟུགས་ནི་ཏི་ཡིས་ནི། དེ་ནས་ད་འདི་གཞའ་ཡི་ཆང་ཆུང་འདི་གཉིས་ནང་གི་གཞི་མོ་དེ་མྱ་ང་ཡིན་ན་ཀླུ་མོ་ཟེར་གི། གཞི་ལུ་དེ་མྱ་ང་ཡིན་ན་རྡོ་རྗེ་ཟེར་གི། ད་འདི་གཉིས་ཀྱི་གཞའ་ཡི་ཆང་ཆུང་གཉིས་དགོན་པ་འདི་ནང་ཆེ་མཐོང་ཁྱེད་རང་ནི་རེད་དགོན་པ་འདི་ནང་སུ་ཟིག་གི་ཁྱོད་ཁྱེད་རང་ནི་རེད་ཧ་མ་ད་དེ་མི་བདག་ཡ་ནི་མི་བདག་དགོན་པ་འདི་ནང་འདུག་འདུག་དགོས་སྐྱ་པོ་ཏི་ཁྱེད་རེད། བཞག་ཡིག་འདི་གཉིས་ཀ་བདག་ཡེ་ནས་ཧ་མ་འཛིན་ནོ་དེ་མི་གཅིག་ཅིག་གམ་མེད་ཀི། འདི་གཉིས་མྱང་ཨ་རྡོ་རྗེས་འཛིན་ནོ་ད་ཀླུ་མོ་འཛིན་ནོ་འདིས་མྱང་དུ་ཕྱིར་ཡིན་ནི་ཤེས་ནི་རེད། དེའི་སྐོར་ནས་མ་ར་མྱོང་མྱོང་བཟོ་བྱ་ད་གོ། ས་ཆ་བཟོས་ན་གྲོང་ཁྱེར་བཟོས་ཡོད་ཚོད་ད། དེའི་གྲོང་ཁྱེར་དེའི་ཐག་མི་རང་གི་ས་བཟོས་ན། ཧ་ལས་པའི་ཆུ་ཆེ་ཟིག་བཀག་སྡོད་ནི། ཆུ་ཆེ་ཟིག་ད་ལྟར་ཡིན་ནི་ལྟས་ན་ནི་ད་ད་ཆུ་དེ་ཆུ་རགས་བརྒྱབ་ནི་ཆུ་རགས་ཡིན་ནི་ལྟས་ན་ནི་ད་ད་ལྟར་ཡིན་ནམ་མཚོ་ཡིན་ནམ་བཀག་ན་བདལ་དོ་ནི་ཟི། ད་ཡར་ཁ་ཟི་ག་འབབ་བཞུ་ཆེན་པོ་ཟི་ཡི་ད་དི། ད་ཧ་ལི་བི་ཅི་ཤག་ངན་བལ་དར་ཡི་ད་དི། ད་ལུང་བ་ཀར་ས་ཀར་གི་ཆུ་དི་ཚང་མ་སོག་ཁྱེར་འོང་ནི་ད་དི། ཆུ་སྟེན་དོ་ནི་བུ་དི་ཁ་མ་ར། ད་ཆུ་མང་བོ་དི་ཞུ་དང་དུ་ནི། ད་དི་མཚོ་དི་ཆེ་ནི་ད། ད་དི་ཆུ་རག་དི་ཐེ་དི་ནི་ད། ཆུ་རག་དི་ཁ་ཤོ་ནི་ད། ད་ལྟའི་ཆུ་གཏེར་མདོ་ནོར་དུ་དེ་གྲོང་ཁྱེར་དེའི་ནང་ད་གློ་བུར་དུ་བླུགས་དང་ནི་ད་གྲོང་ཁྱེར་དེའི་ནང་གི་ད་མགྲོན་ཁང་འདྲ་འདྲ་ད་ཁྱིམ་ཚང་འདྲ་འདྲ་ད་ཉི་མ་ཆུ་གི་ཁུར་ནི་ཆུ་གི་དེ་དུ་བུ་སོང་ནི་ད་དེ་མིག་གི་སྟོན་སྐྱི་རྔན་པ་ཟི་ཤོང་ནི་ད། ད་འདི་ཕྱི་ལོགས་རྔན་པ་འོག་ཏུ་ཤོང་གི་སྐབས་ཡིན་ན་ས་ཕྱོགས་གཞན་ད་ཟིག་གི་དགོན་པ་ཟིག་གི་ནང་གི་གྲྭ་བ་མང་ཟི་ད་འདི་གྲོང་ཁྱེར་དེའི་ནང་ཡོང་དོ་ནི། གྲོང་ཁྱེར་འདིའི་ནང་གི་མགྲོན་ཁང་ཟིག་གི་ནང་ད་གྲྭ་བ་ཆ་བོ་བརྒྱད་ཡོད་ནི་དེ་མི་ཟིག་གི་སྐབས་ཡིན་དང་ཟེར་ད། ད་རང་ཕྱི་ལོག་གི་ད་ཁང་བ་མང་ང་ཕྱོགས་མྱི་མང་ང་ཁྱིའི་ཁར་དིར་གི་འདུག་ན། ད་འདི་གྲྭ་བ་ད་ཆ་བོ་ཡིན་ན། ད་མྱི་མང་སྐྱོབ་གནས་བརྒྱུགས་ནི་ད་རང་ཧ་གི་རང་རང་གི་ཕྱོགས་ལ་སོག་བ་མ་འཛེ་མེད་ནི་ད། ད་རང་སྐར་ཚ་སྐར་ར་བརྒྱུགས་ནི་མྱི་མང་ད་སྐྱབས་ནི་དིར་གི་འདུག་ན་ད་གྲྭ་བ་ཆ་གི་ཆ་གི་ནང་ནི་ཡིན་འགྲོང་གི་ད་རེ་རེ། ད་ཅིག་ཨི་གི་ཆེ་གི་ཁུར་སོང་ནས་དུས་མི་གི་དོན་གྱི་ངན་པའི་ཤོང་དེར་ཡི་རང་གི། ད་མྱི་མང་སྐྱབས་ནི་ཡོང་ནི་དེ་ཡི་དུས་ན། དེའི་ནང་ནས། ད་འདི་མི་གི་གཞི་ལི་བཞི་མོ། ད་ཆུང་ཆུང་གཉིས། ད་གྲྭ་བ་ཆ་བུའི་ལག་ཡོང་ནི་ད། དེ་ནས་ད་འདི་གྲྭ་བ་ཆ་བུ། ད་དེའི་གཞའ་ཡི་ཆུང་ཆུང་དེ་གཉིས་ཀ། ད་ཅིག་བདག་ཡི་ནི་འདྲ་འདྲ་དུས་མི་གཞན་ད་ཅིག་ག། བཞི་མཚན་འདྲ་དུས་མི་མ་ཆུ་དེ་ནི་ད། ད་ཡ་ར་དགོན་པའི་ནང་ཁྱེར་ཁྱེར་རང་ཨེ་ནི་ད། ད་འདི་བཞི་མོ་དུ་ཡིན་ན་ད་གྲྭ་བ་ཟིག་ཨེ་ལོ་ལོ་འཛུགས་སྐུ་བདག་ཡིས་དང་ནས། བཞི་ལི་དུ་ཡིན་ན་ད་སློབ་གྲྭའི་ནང་གི་བཅའ་དབང་གི་བཅའ་མ་ཟིག་སྐུ་བདག་ཡིས་དང་ནས། དུ་ནས་ད་འདི་བྱ་ཡིས་ཆུང་ཆུང་བོ་དུ་གཉིས་ཀ་ད་གྲྭ་བ་ཆ་བོའི་ཡ་ར་དགོན་པའི་ནང་ཁྱི་དུ་ཐོ་ནི་དང་མོ་ཡིས་ནི་ཞིག་བལྟས་དུས་ན། བྱ་ཡིས་ཆུང་ཆུང་བོ་འདི་གཉིས་ཀས་རྩག་ལི་དེ་མའི་ཆུང་ཆུང་ཟིག་གི་རྐྱང་ཟིག་གོ་ནོ་ཙི་ད་རྩག་ལི་དི་གཉིས་ཀས་རྒྱབ་ན། ད་བཞག་ཡིག་གཉིས་ཀ་གཉིས་ཀ་ཆུང་ཆུང་ཡིན་འདུག་ད་ལོག་གསུམ། ད་མཐོ་འདུག་ན་མགོ་གི་ནུས་སྐྱབས་ལངས་སྟངས་ནོ་ནུས་ལི་ཏི་ད་རི་རི་ཡིས་ནི་སྐུ་དུ་ཟིག་གི་རྩག་དང་འོད་ནི་ཟིག། དེ་མིས་རི་རི་ཟིག་གི་རོ་ཧ། ད་ཁྱོ་རི་དེ་མིས་ཁྱོར་ལི་ཟིག་ག་ཆུང་ཆུང་ཟི་ད། ད་ད་གི་འཇོ་ནི་ཟིག་ག་དེ་མིས་ཀར་འཇོ་ཧ་ཆུང་ཆུང་ཀྱང་རེད། དེ་མིས་ཟི་ད་གཉིས་ཀའི་རྒྱབ་ཏུ་ནི་རྟག་དང་འོད་ནི། དི་ནི། ད་ལྟའི་གཞི་ལུགས་དེའི་རྒྱལ་བའི་རྟགས་དང་བ་རྒྱུ་འབྱོར་ནི་འདྲ་བོ་དེའི་ད་ཧ་ར་དེའི་ཧ་འདྲ་བོ་ནི་ཤོག་ཧུ་ཟིག་གི་སྣེ་ཐོ་རིག་གི་འདུག་ནི། དེ་ནས་ད་ད་མོ་ཡིན་ན་ཤུག་ཏི་ནི་དེ་ཡིན་ན་ཤོག་ཧུ་དུ་མ་ར་ཅིག་འཐེན་ན་བ་ནི་འཐེན་ན་ནི་ད་ད་མ་ར་བླངས་དང་བསྡུ་ན་སྔོན་ན་ཡི་གེ་ཟིག་བྲིས་དང་བ་ནི་ཡི་གེ་དེའི་སྔོན་ན་རྡོ་རྗེ་ཟིག་དང་བུ། ད་དུང་ད་ལྟའི་གཞི་མོ་དེ་རྒྱབ་ན་ར་དེ་མི་ཡོད་རྒྱུ་རེད་བསམ་ན་བལྟོས་ན། གཞི་མོ་དེ་རྒྱབ་ན་ར་ད་འཇོག་ན་ཟི་ད་ཁྱོར་ལ་ཟི་ད་ད་ནུ་ལ་ཟི་སྐད་དགག་རྩག་བཏང་ནོ། དེའི་ནང་གི་ད་དེ་འཇོག་ན་དེའི་ནང་ན་ད་ཡང་ཤོག་བུ་ཟི་ཡོད་ཟི་ད་དེ་ཤོག་བུ་དེ་ངོ་ན་གླུ་མོ་དེ་དང་བུ་ཟི།